ཚང་མ་ལ་འཚམས་འདྲི་བཀྲ་ཤིས་ལོས་ཡོད་ད་རིང་དགེ་ལགས་ཀྱི་སློབ་ཚན་བདུན་པ་མིང་ཚབ་འདི་དང་དེ་མར་ཀློག་གི་ཡིན་རྣམ་པ་ཚོས་བརྙན་ཐུང་འདི་ལ་གཟིགས་ནས་ཡག་པོ་བྱས་ནས་སྦྱང་རོགས་གནང་ལན་ཞུ་ཡས་ཡིན། དེ་ནས་མར་ཀློག་དུས་སྐབས་ལ་མིང་ཚབ་འདི་དང་དེ་གི་དབྱེ་བ་དེ་ཡག་པོ་ཕྱེ་ཐུབ་པ་གནང་རོགས་གནང། མར་ཀློག་གིན་གདའ། མིང་ཚབ་འདི་དང་དེ། དག་ལ་འདི་གཞན་ལ་དེ། ཐག་ཉེ་བ་ལ་འདི་རིང་བ་ལ་དེ། དུས་ད་ལྟ་བ་ལ་འདི། འདས་དང་མ་འོངས་གཉིས་ལ་དེ། མངོན་གྱུར་ལ་འདི། ཨོག་གྱུར་ལ་དེ། དག་དང་གཞན། ངའི་དེབ་འདི་དམར་པོ་ཡིན། ཁྱེད་ཀྱི་དེབ་དེ་སེར་པོ་རེད། ལུག་དེ་ཚོ་ང་ཚོའི་རེད། ལུ་གུ་དེ་ཚོ་ཁོང་ཚོའི་རེད། ཉེ་བ་དང་རིང་བ། འདི་ནས་ལ་གཅིག་བརྒྱབ་པའི་ཕ་རུ་ན། སྡིག་གི་གླིང་ཞེས་བྱ་བའི་ཡུལ་དེ་ཡོད། ལ་མགོ་འདི་ས་ཕར་ལ་བལྟས་པ་ན། མི་ཉག་གང་དགར་བྱ་བ་དེ་མཐོང་ཐུབ། དུས་འདས་པ་དང་ད་ལྟ་བ། མ་འོངས་པ། ན་ནིང་གི་ལོ་དེ་ལ་ང་འཛིན་གྲྭ་བཞི་པ་རེད། ད་ལོའི་ལོ་འདི་ལ་འཛིན་གྲྭ་ལྔ་པ་ཡིན། རྗེས་མའི་ལོ་དེ་ལ་འཛིན་གྲྭ་དྲུག་པ་འགྲོ་དགོས། ཁ་སང་གི་ཉིན་དེ་ལ། ང་ཚོ་གྲོགས་པོ་ཚང་མ་མཉམ་དུ་རྩེད་མོ་རྩེས་པ་ཡིན། དེ་རིང་གི་ཉིན་མོ་འདི་ངའི་སྐྱེས་སྐར་ཡིན། སང་ཉིན་གྱི་ཉིན་དེ་ལ་ང་ཚོ་སློབ་གྲྭར་འགྲོ་དགོས། སྔོ་འགྱུར་དང་ལྐོག་གྱུར། སེམས་ནང་ལ་ཡོད་པའི་རེ་བ་དེ་འགྲུབ་ཐུབ་ན། ལག་ནང་དུ་ཡོད་པའི་གསེར་དེ་ཁྱེད་ལ་ཕུལ་ཆོག། དཀྲིས་འཁོར་ཆེན་པོ་འདི་ངའི་སྐྱེས་སྐར་ཉིན་གྱི་དཀྲིས་འཁོར་དེ་དང་འདྲ་བོ་འདུག། བཟང་མོ་ལ་ཐུགས་ཆེ་གནང།